ཨོ་ན་མ་ལན་གའི་སྐྲ་ལས་བྱོལ་ཡིན་ད་དེ་རིང་ང་འདི་ལ་ཡ། ང་རང་གིས་ཕྱག་དེབ། The Power of Your Subconscious Mind ཞེས་པའི་འབྲོག་སྤྲུལ་ཇོ་སེབ་མར་ཕི་ལགས་ཀྱིས་བརྩམས་གནང་བའི་དཔེ་དེབ་ཞིག་ཀློག་ཡིན། ད་དེའི་ཐོག་ལ་ཡང་ང་རང་གིས་དཔེ་དེབ་འདིའི་ཐོག་ལ་སྙིང་བསྡུས་ཞུ་ཡ་ཡིན་སྤྱིར་བཏང་དཔེ་དེབ་འདིའི་ཐོག་ལ་སྙིང་བསྡུས་མ་ཞུས་གོང་ལ་ཡང་ང་རང་གིས་འབྲོག་སྤྲུལ་ཇོ་སེབ་མར་ཕི་ཀྱི་ཐོག་ལ་སྙིང་བསྡུས་ཞུ་ཡ་ཡིན་ཁོ་རང་གི་མི་ཚེའི་ལོ་རྒྱུས་སྙིང་བསྡུས་ཞུ་བ་ཡིན་ན

དཔེ་དེབ་འདིའི་སྙིང་བསྡུས་ཞུ་ཡ་ཡིན། ད། ད་དཔེ་དེབ་འདིའི་ནང་ལོ་ནི་གལ་ཆེ་ཤོས་ད། ང་རང་ཚོ་གི་ད་བོད་པའི་ཁ་དཔེ་ལ་ཡོད་ར་ད་ངོ་ནས་ཡོད་ན་མིན་ན་གཙོ་བོ་ཞོ་ར། ད་དེ་ག་རེ་ཆགས་བསྡད་དགོས་ཟེར་ན་དབྱིན་སྐད་ཐོག་ཞུ་བ་ནི Believing in yourself སོ་སོ་སོ་ཡིད་ཆེས་བྱས་ཡ་ཞོ་ར། སོ་སོ་སོ་ད་ག་ལ་བར Dedication སོ་སོ་སོ་ཡིད་ཆེས་བྱས་སོ་སོ་སོ་ཅག་བསམ་བློ་ཡག་པོ་བཏང་ཡ་སོ་སོ་སོ་ཅིག་ག་ལ་བར་ད་གང་ཐུག་ཐུག་གི་བསམ་བློ་ཡར་རྒྱས་བཏང་བའི་ཐོག་ནས་སོ་སོ་མི་ཚེ་བཟང་པོ་སྐྱེལ་ཡ་ཞོ་ར། འདི་ཁོ་རང་གི་བརྗོད་བྱ་སྙིང་བསྡུས་ཀྱི་དེ་ཆགས་བསྡད་ཀྱི་འདུག། ད་འདི་ན་ལོ་ཡང་གལ་ཆེན་པོ་གཞན་པ་ཅིག་རྙེད་པ་དེ་ག་ལ་ཡོད་དུ་ལབ་ན། ཁོ་རང་གི་རྩོམ་པ་པོ་ཁོ་རང་གི་ང་རང་ཚོ་གི་བསམ་བློ་དེ་ག་འགྲོ་ལ་ན་འགྱུར་འགྲོ་ཆེ་རེད། ད་ང་རང་ཚོས་བྱ་བ་ག་རེ་བྱེད་འོས་ན་འདི་ག་ལ་ན་འབྲས་བུ་ན་ཞིག་རེད་ལབ་བྱ། ང་ཚོས་བསམ་བློ་ག་རེ་བཏང་བ་ན་ཞིག་དེ་བསམ་བློ་བཏང་རྒྱུ་དེ་ང་རང་ཚོས་ལག་ལེན་ལ་སྐྱེལ་དགོས་རེད་ད་ང་ཚོས་ད་ལག་ལེན་ལ་ག་རེ་ཡོད་ཚང་མ་འབྲས་བུ་ན་ཆགས་དེ་སྐོར་ལབ་བྱ། བྱས་ཙང་ང་རང་ཚོས་བསམ་བློ་བཏང་དང་ལས་ཀ་ག་རེ་བྱེད་འོས་ན་འདི་གཉིས་ཕན་ཚུན་ལ་དཔེ། བརྟེན་འབྲེལ་མཐུད་གྲུབ་ན་ཞིག་ཕན་ཚུན་འབྲེལ་བ་ཤུགས་ཆེན་པོ་ཡོད་རེད་བྱས་ཙང་སོ་སོའི་ལས་ཀ་ག་རེ་ཡག་པོ་ཡོང་མ་ཡོང་དང་སྤྱི་ཚོགས་ན་ག་ལ།

ག་རེ་ཡིན་པ་ཡིན་ནའི་ཡ་ག་ཕྱོགས་ལ་ཡོང་གི་རེད་བྱས་ཙང་སོ་ཚིག་དཀར་ན་སོ་སོར་བསམ་བློ་བཏང་ཆོག་དེ་འགྱུར་བ་བཏང་ཡོད་དེ་གལ་ཆེན་པོ་རེད་གསུང་གི་འདུག། རྩོམ་པ་པོ་ཡིས་གཞན་པ་ཅིག་གར་གསུང་གནང་གི་འདུག་ཟེར་བ་ཡིན་ན་དེ་ཡིས་ང་རང་ཚོའི་མི་ཚེ་ནང་ལ་ལྟ་དུས་ག་རང་ཐུག་ཐུག་གི་ཡག་པོའི་ཕྱོགས་ལ་ལྟ་ཡ་ཆོག་ར། ང་རང་ཚོའི་གི་ད་འཕྲོད་བསྟེན་ཡིན་ན་རེད་ད་ག་རེ་ཡིན་ན་ཞི་བདེ་ཡིན་ན་རེད་དཔལ་འབྱོར་ཡིན་ན་ཆབ་སྲིད་ཡིན་ན་གང་ཐུག་ཐུག་གིས་ང་ཚོས་བཟང་པོའི་ཕྱོགས་ལ་ལྟ་ཐུབ་པ་ཡིན་ན་སོ་སོའི་མི་ཚེ་ནང་ལ་དངོས་གནས་གོ་ར་སོ་སོའི་མི་ཚེ་ནང་ལ་མ་བྱུང་གི་ཡ་མཚན་པོ་འགྲོ་གཅིག་གི་ར་ལེགས་སྐྱེས་འགྲོ་གཅིག་གི་ཡག་པོ་ཞིག་འོན་འགྲེ་བྱུང་གི་རེད་འགྲེ་གསུང་གི་འདུག། ཟླ་འདི་ནང་ལོ་ཡག་གྲོགས་འཕྲོད་སྦྱོར་སེམས་མ་ཕུལ་རྩོམ་པ་པོ་ལ་ཡི་རྟགས་གལ་ཆེན་པོ་ཞིག་ག་རེ་གསུངས་གནང་གི་འདུག་ཟེར་བ་ནས་རྩོམ་པ་པོ་ཡོད་ར་སོ་སོ་གི་ཡི་རྟགས་ཁ་ལོ་འདི་ནང་དཔེ་ནག་འགྲོ་ཞིག་གར་བཞག་ཞིག་ལན། ད་དཔེ་ནག་བྱུང་ན་ཨིན་ཇི་ནི་ཡོར་འགྲོ་ཆགས་བཞག་ན་ཁོ་རང་གི་ཡི་རྟགས་ཟམ་པ་བརྒྱ་ཡིན་ན་རེད་ག་རེ་ཨིན་ཇི་ནི་ན་རེད་ག་རེ་ཅི་བྱེད་འོས་ཡིན་ན་ཁོ་རང་ལ་དེ་ཨིན་ཇི་ནི་ཡོར་དེ་ལ་ཁོ་རང་ལ། གླིང་སྒྲུང་དུ་ཞུགས་ན་སྐྲེག་སྙིགས་བྱོས་ར་ད་ག་འདྲི་ག་འདྲི་བྱེད་དགོས་འདུག་མ་ལ་སྐྲེག་སྙིགས་དང་རྟགས་གཅིག་རྣམ་དཔྱོད་ཅིག་བོད་ཆོས་ལྟ་ཡན་གྱི་སྤྱི་སྐོར་ལ་ཁོ་རང་སྐྲེག་སྙིགས་མང་པོ་ཡོད་རེད་ད་ག་ནང་བཞིན་ད་སོ་སོའི་བསམ་བློ་བཏང་སྟངས་དེའི་ཐོག་ལ་ཡ་སོ་སོ་ད་དེའི་བསམ་བློའི་སྟངས་འཛིན་ག་འདྲི་བྱེད་དགོས་མེད་བསམ་བློ་དེ་ཡ་བཟང་པོའི་ཕྱོགས་ལ་ག་འདྲི་ཡར་རྒྱས་དང་གོང་འཕེལ་བཏང་དགོས་མེད་ཐོག་ལ་ཡ་ཁོ་རང་ཚོ་ཁོ་རང་ཚོའི་ཐབས་ལམ་དང་ཐབས་ཤེས་མང་པོ་ཤོར་རེད་བྱས་ཙང་དེ་ཚོ་ལ་ང་རང་ཚོ་གི་དོ་སྣང་བྱེད་དགོས་པ་དེ་དཔེ་མི་སྲིད་པའི་གལ་ཆེན་པོ་རེད་གསུང་གི་འདུག། རྣམ་པ་གླིང་གི་ཚུལ་ལ་དེའི་ལྟ་ངན་དཔེ་དེབ་དེ the power of your subconscious mind ལས་དེ་ཁྱེད་རང་ཚོ་ལ་དེ་འབོད་སྐུལ་འགྲོ་ཞུ་བ་ཡིན། ཁྱེད་རང་ཚོས་རྣམ་པ་གླིང་གི་ཚུལ་དེ་དེབ་དེ་ཀློག་ན་དཔེ་མི་སྲིད་པའི་ཡག་པོ་ཞེ་དྲག་འདུག་ང་རང་ལ་དངོས་གནས་ཕན་ཐོགས་པ་ཞེ་དྲག་བྱུང་སོང། གང་ཐུག་ཐུག་གིས་ཀློག་ཐུབ་པ་ཡིན་ན་དངོས་གནས་དགེ་མཚན་ཆེན་པོ་འདུག་ང་རང་ཀློག་གིན་ཀློག་གིན་དངོས་གནས་བར་ལ་སེམས་པ་སྐྱིད་པོར་སྐྱིད་པོར་བསམ་བློ་བཏང་ཆོག་ཡིན་ན་རེད་ད། ད་ཉིན་རེ་གི་བྱ་བཞག་ཡིན་ན་དེས་དངོས་གནས་འགྱུར་བ་དེས་འགྲོ་ངེས་རོ་ཆོས་སོ་བྱས་ཙང་ང་རང་དངོས་གནས་འགྱུར་བ་འགྲོ་བ་ནང་བཞིན་གྱི་ཁྱེད་རང་ཚོ་ལ་འགྱུར་བ་འགྲོ་ཡག་གི་ད་རེ་བ་དང།